དེ་ཚེ་གལ་ཆེན་པོ་གཅིག་དེ་མཐོང་གི་ཡོད་དེ་སོང་ཙང། ངས་དྲི་བ་ཞུ་ཡ་དེ་གང་རེད་ཞུས་པ་ཡིན་ན་བྱམས་ཆོས་འདྲེན་པ་མཉམ་མེད་དང་འབྲེལ་བ་ཡོད་པའི་དྲི་བ་ཅིག་ཡིན། ད་ང་རང་ཚོའི་ནམ་རྒྱུན་བྱམས་ཆོས་འདྲེན་པ་མཉམ་མེད་དེ་ནམ་རྒྱུན་རྟག་པར་དུ་སྟོན་གནང་གི་ཡོད་རེད་ད་རྒྱ་བོ་དགེ་འདུན་རྒྱ་མཚོས་གང་དང་འབྲི་སྤུངས་ལ་དུ་ཇག་ཚོང་གནང་པ་ཅིག་རེད་ད་བྱམས་ཆོས་འདྲེན་པ་མཉམ་མེད་དེ་མདོ་རྐྱང་པ་ཅིག་དུ་ཆགས་གི་རེད་ཡིན་ན་དེའི་ནང་ལོགས་ལ་རང་ལུས་ལྷ་སྐུའི་ངོ་བོ་ཉིད་གཟུང་བ་གཅིག་དང། བདེ་ཆེན་བདུད་རྩས་ཚིམ་པར་མཛོད་གཟུང་བའི་དུ་བ། འོ་དེ་ག་འདྲའི་ཟིན་བྲལ་དགོས་ན་འདི་གཅིག་ཅེས། དེ་ནས་བྱམས་ཆོས་འདྲེན་མ་སྙེ་མའི་ཚོགས་ཞིང་ཚུར་བསྡུས་པའི་སྐབས། འདུག་སྟངས་དེ་ང་རང་ཚོ་ནམ་རྒྱུན་གྱི་ཚོགས་ཞིང་འདུག་སྟངས་འདུག་ལུགས་མི་གྲངས་སྣ་མོ་གསུམ་ཡོད་རེད་པ། དེ་གསུམ་རྣམས་ལས་གང་ཁུགས་སུ་འདུག་གོ་རེ་དེ་གཅིག་གསུང་རོགས་གནང་ཞུ་བ་དང་དེ་ནས་ཐང་མ་དེ་ལ་ཡབ་གཅིག་ཡབ་གཅིག་འཇམ་དཔལ་དབྱངས་ཟེར་དེའི་གསུང་སྟངས་དེ་ལ་ཡང་མཁས་པ་སོ་སོའི་འགྲེལ་སྟངས་མི་འདྲ་བ་མང་པོ་ཞུ་བྱེད་འདུག་དེ་སོང་ཙང་དེ་ཡབ་སྔ་མ་དང་ཡབ་ཕྱི་མ་གཉིས་ངོས་འཛིན་སྟངས་དེ་དེའི་སྐོར་ལ་གཅིག་གསུང་རོགས་གནང་ཞེས་ཞུ་ཡ་ཡིན་ཐུགས་རྗེ་ཆེ།
ད་ད་འདི་བྱ་མི་འདུག་བྱམས་ཆོས་འདྲེན་པ་ཉམས་པའི་འདོད་ཡན་ལ་རེ་བ། ཆོས་ཚུལ་གཉིས་པ་ལ་བསོད་ཆོས་བྱས་ནས་འོང་ཟེར་བྱམས་ཆོས་འདྲེན་པ་ཉམས་པའི་འདོད་ཡན་ཆེ།

མདོ་ལས་སྦྱོར་བ་མི་གདའ། ང་རང་ཚོའི་བྱམས་ཆོས་འདྲེན་པ་མཉམ་མེད་ཀྱི་འགྲེལ་པ་བསྟན་དང་ལྷ་རམས་པའི་མཛད་གནང་པའི་འདི་ནང་ལོགས་ལ། བྱམས་ཆོས་འདྲེན་པ་མཉམ་མེད་འདི་མདོ་རྐྱང་པ་ཡིན་ན། གཞུང་འདིའི་ནང་ལོགས་ལ། རང་ལུས་ལྷ་སྐུའི་ངོ་བོ་ཉིད་གསུང་ཡ་དེ་དང། ནི། བདེ་ཆེན་བདུད་རྩི་ཚིམ་པར་མཛོད་གསུང་ཡ་འདི། སྔགས་ཀྱི་འདི་ཆ་དེ་རེད། ཚིག་ཟིན་ལ་ག་འདྲེ་སི་འདྲ་བ་ཡོད་རེད་འདུག་སི། འདྲེ་ཆེ་ཀ་ཡང་སི་དེ་ཅིག་གསུང་ན། འདི།
འོ་དེ་ག་འདྲེ་སི་རེད་དེ་ཅེ། ང་རང་ཚོ་དེ།

འདི་ཅི་འདྲི་བ་དང། དེ་ལྟར་གར་བྱེད་ནས་འདྲི་གི་ཀྱི་རེད། བྱས་ནས་ལས་འབྲས། རང་ལུས་ལྷ་སྐུ་ལ་བས་རང་ལུས་ལྷ་སྐུ་ལ་བས་དེ་རུ་བ། བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱེད་པ་རུ་བ། བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱེད་པ་ཡིན་དུས་རང་དང་བླ་མ་དང་ཡི་དམ་གསུམ། རང་སེམས་གསུམ་དབྱེར་མེད་དུ་བརྟག་བྱེད་རུ་བ། ཡིན་དུས་བདག། དྲན་པ་སྙེམས་མའི་ཚོགས་ཞིང་ཡར་སྐྱེད་ཡིན་དུས། སྟོན་པ་བཅོམ་ལྡན་འདས་ནི་མ་ཀྱི་རྒྱལ་ཆེན་སྤྱོད་རྒྱུད་དུ་ཟབ་མོ་བལྟ་རྒྱུ་བྱེད།

ཚང་མ་ཚང་དེ་རོ་ཨང་ཚོགས་ཀྱི་བདག། དུག་གསུམ་དེ་ཁ་བ་ཆུང་ངུའི་བདག་རོ་ཨ་རྡོ་རྗེ་གཤེན་རབ་གཏི་མུག་འཕགས་བྱ་གསུམ་བྱེད་རོ་ཨ། དེའི་རྐྱེན་གྱིས་དེ་ནི་ང་རང་ཚོ་ལས་དཀར་ནག་གཉིས་ག་འདི་བྱུང་མེད། འདི་ནི་བདག་རྟེན་འབྲེལ་ཡ་ལ་བཅུ་གཉིས་འོ་དེ་ལ་ཚུར་བདག་རྡོག་རྡོག་འགྲོ་དུས་དེ་བདག་གཙོ་བོ་དེ་གཏི་མུག་དང་བདག་མང་པོ་ཞོག་ཅིག་གསུང་འདུག་རོ་ཨ། ང་རང་ཚོ་ཨེན་ཅིག་ངེས་མ་ཐག་ན་ང་ཚོ་ནང་ཆོས་ངོ་སྤྲོད་གནང་སྟེ་ཁོ་ཚོ་ལ་སྡུག་བསྔལ་རྐྱང་རྐྱང་ཆེ་ཡོད་རོ་ཨ། ཨ། ད་དུང་བ་དེ་བཤད་ན་ཁོ་ཚོ་མར་འགྲོ་ཡི་ཁོ་ཚོ་ང་ཚོ་དུང་བ་དེ་གོ་གི་མེད་ར་དེ་འདི་དང་ཆིག་གི་དང་ཁོ་ཚོ་ལ་ཡག་པོ་སྦྱར་ནས་བཤད་གི་འདུག་ང་ཚོ་ནང་པ་ཡིན་ཙང་ང་ཚོ་དེ་དུང་བ་དང་པོ་བསྟན་རྒྱུ་བསྟན་དགོས་ར་ད་ཡིན་ནང་གཙོ་བོ་དེ་གཏི་མུག་དེ་ད་བྱུང་སྟངས་དེ་ད་ཉོན་མོངས་དུག་གསུམ་དེ་མ་རིག་པ་དང་གཏི་མུག་གཉིས་གཅིག་རེད་ལབ་གི་རོ་ད་ཡིན་ན་དེ་སྤང་ཡས་ཀྱི་ཐབས་དེ་ག་འདྲས་ཆེ་བོ་རེད་ད་སྤང་ན་ད་ང་ཚོས་གཙོ་བོ་དེ་ཐོས་བསམ་སྒོམ་གསུམ་བྱས་ནས་སེལ་དགོས་རེད་ཡང་མིན་ན། རྟེན་འབྲེལ་རྟོགས་པ་ད་སྟོང་ཉིད་དེ་རྟེན་འབྲེལ་ལངས་ན་ཡང་དེང་སང་ཆོས་ཀྱི་གནས་ཚད་མཐོང་ནས་མགོ་ཚོས་མ་རེད་བ། ད་གཙོ་བོ་དེ་ང་ཚོ་གི་དཔེར་ན་ག་རེ། ཐོས་པ་གཏི་མུག་མིང་སྲིང་སྒྲོན་མེ་མཆོག་ཟེར་བ། རྐུན་པ་ལ་སོགས་མེ་ལྕེ་ནོར་གྱི་མཆོག་ཟེར་བ་དེ་འདྲས་གསུངས་འདུག་ད་དེ་ཐོས་པ་གཏི་མུག་མིང་སྲིང་སྒྲོན་མེ་མཆོག་ལས་དེ། ཐོས་བསམ་སྒོམ་གསུམ་བྱས་ནས་ཀྱི་ད་ཉོན་མོངས་དེ་ཁ་བརྡའི་བཅག་གོ་རེད་ཡང་མིན་ན་རྟེན་འབྲེལ་རྟོགས་ལ་དང་པོ་ཐོས་པ་དང་བསམ་པ་མེད་ན་རྟེན་འབྲེལ་རྟོགས་ཡས་ཀྱི་ཐབས་ཤེས་དུ་ཡོད་མ་རེད་བ།

ཁ་སང་བྱ་དེ་མང་པོ་ཞིག་བསད་ཡོད་རེད་བ་ད། བྱ་དཀར་པོ་ནག་པོ་ཡོད་ན་མེད་ན་ཚང་མ་དཀར་པོ་ཡིན་གྱི་རེད་ད། ད་ག་ཚོད་སྐུ་ཚེ་ཞིང་དང་ད་གཙོ་བོ་དྲི་བ་དེ་འདི་རེད་ཤག་ད་སྲིད་པ་འཁོར་ལོ་རྫུ་བཟོ་རྒྱལ་པོ་བཞི་པོ་ཡོད་རེད་ད་འདི་ནང་ལ་དཀྱིལ་མ་དེ་ལ་ད་ད་ཅིག། བྱ་ཕག་སྦྲུལ་གསུམ་དེ་དཀྱིལ་མ་ལ་ཡོད་བསྡད་པ་རེད། སྦྲུལ་གྱི་ཁ་ནས་ཨ་ནི་ད་ལྟ་འཕགས་པ་ཐོན་འདོད་པ་དང་འཕགས་པ་ཡི་ཁ་ནས་ཨ་ནི་བྱ་འདི་ཐོན་འདོད་པ་འདི་འདྲའི་གཞུ་རེད་འདི་ག་རེ་ཚུན་དགོས་རེད་ཟེར་ན་ཨ་ནི་ད་སྦྲུལ་འདི་གི་ད་ལྟ་གར་ས་འཕགས་པ་འདི་གི་རེད་བ་འཕགས་པ་འདི་གཏི་མུག་ལ་མཚོན་འཕགས་པ་འདི་གི་ཁ་ན་ནས་སྦྲུལ་ཆེ་སྦྲུལ་གྱི་ཁ་ན་ནས་བལ་ཆེན་བྱ་འདི་ཐོན་ཡོད་ཁྲིམས་ཡོད་འདུག་ཨོ་འདི་གསུམ་གྱི་འདོད་ཆགས་ཞེ་སྡང་གཏི་མུག་གསུམ་མཚོན་འདི་ཡི་གཡོན་གཡོན་འདི་ལ་ཨ་ནི་ང་རང་ཚོ་དཀར་པོ་དང་ནག་པོ་གཉིས་ཡོད་རེད་རེད་བ་ང་རང་ཚོ་དགེ་བ་སྒྲུབ་པ་ཡིན་ན་ང་དང་འབྲེལ་བ་ཡོད་པའི་ཐོག་ནས་དགེ་བ་སྒྲུབ་དགོས་རེད་མང་ཆེ་བ་དེ་ཡོད་ཚེ་དཔེ་ཆ་ནང་ལོག་ལ་ང་སྐྱིད་པོ་ཡོང་བ་ཞུ་ང་དེ་འདྲས་བྱས་ནས་ཞབས་བརྟན་བྱེད་ཀྱི་ཡིན་རེད་བ་འོ་དེ་འདྲས་ང་དང་འབྲེལ་བ་ཡོད་མེད་འདི་དགེ་བ་འདི་ལས་དཀར་དཀར་པོ་ལ་བཞག་ཨ་ནི་ངས་ཁོ་ལ་སྡུག་ཆ་བྱེད་ཀྱིན་གཅིག་བྱེད་ཀྱིན་ཡིན་ལ་ཡོད་ལས་ནག་པོ་ལ་བཞག་ལས་དཀར་ནག་གཉིས་འདི་ཨེ་ཡོད་འདི་ལ་ཡོད་སྡོད་པ་རེད་འོ་དེ་གཉིས་ལ་བལྟས་ནས་ཨ་ནི་ང་རང་ཚོ་དེ་ནས་འགྲོ་བ་རིགས་དྲུག་རེད་བ་ཨ་ནི་དཔེར་ན་ལྷ་དཀར་ས། དམྱལ་བ་ཡི་དྭགས་དུད་འགྲོ་གསུམ་སྟེ་མ་ཐུར་དུ་འགྲོ་བདེ་བ་ལས་ནག་པོ་ལ་བརྟེན་ནས་མ་སྐྱེས་ཀྱི་ཡོད་པར་བ། དེ་ནས་ལས་དཀར་པོ་ལ་བརྟེན་ནས་ལྷ་མི་ལྷ་མ་ཡིན་གསུམ་ལ་ད་སྐྱེས་ཀྱི་ཡོད་པ་འོ་དེ་འདྲའི་གྱི་སྐོར་ར་ཐལ་དེ་ཡོད་རེད་འདི། གར་ས། ཟུར་འདི་ལ་ཨ་ནི་ང་རང་ཚོ་ད་ཡང་ལ་དང་པོ་མ་རིག་པ་ནས་མ་ཨ་ནི་ད་བཅུ་གཉིས་པ། དང། འགའ་ཞིག་བར་དུ་བསྟན་ཡོད་དེ། འོ་དེ་ལས་དེ་འདྲའི་ལ་བརྟེན་ནས། རྒྱུ་དེ་འདྲའི་ལ་བརྟེན་ནས་ང་རང་ཚོ་ད་ལྟ་བར་དུ་འཁོར་བའི་འདམ་ར་བ་འདམ་བག་ནང་ལ་འཁོར་བསྡད་པ་དེ་འདི་འདྲ་ཡིན་པ་མཚོན་བྱེད་ཀྱི་ཆེད་དུ་ད་མི་སངས་རྒྱས་བཅོམ་ལྡན་འདས་རང་གིས་ད་ལྟ་བྲིས་གནང་བ་རེད་ཟེར་ནས་ལོས་རྒྱུ་ན་འོ་དེ་འདྲའི་ཞིག་རེད་ད། དྲི་བ་རྡོག་རྡོག་འདི་ད་སྟོང་པ་གཉིས་གཏི་མུག་བདེན་ཚིག་ག་འདྲི་སྲིད་སྤང་གོ་རེད་སྟོང་པ་གཉིས་ལ་ངེས་དེ་ཁག་པོ་ཞུ་བོ་རེད་ཤག། སྟོང་པ་ཉིད། གཤེན་ཡས་ལ་ག་འདྲས་བྱེད་དགོས་རེ་ཞུས་ཏེ་ད་ཁྱེད་རང་གིས་བདག་གིས་གསུངས་པ་ན་ཤི་རེ་བ་དང་དང་རྡོར་རང་རང་ནང་ལོ་ལ་ཐོས་པའི་ཆོས་རྣམས་བཤད་པར་འགྱུར་རོ་གསུངས་ཡས་རེ་བ། རང་ཚོ་ཆོས་ལ་ངེས་ཏེ་ཡིན་གཅིག་མིན་གཅིག་ཐོས་དགོས་དགོས་རེ་ཁ་བསང། བྱུང་བ་རིན་པོ་ཆེ་གསུངས་སོ་ཐོས་པ་ཕུན་སུམ་ཚོགས་པ་གསུངས་ཡས་དེ་རེ་བ་ག་ཚོད་མང་ང་སྐད་ཆ་ག་ཚོད་མང་ང་ཡ་ག་འཁོར་བ་ཡིན་ན་སེམས་པ་སྐྱིད་པ་ཅིག་ཡོང་གི་འདུག་བ། སྐད་ཆ་ག་ཚོད་སྡུག་ག་ཁུ་བ་སེམས་ནང་ལ་མ་སྐྱེས་པ་དང་ཨ་ནི་གཅིག། སྙིང། འཁྲུག་བསྡད་ངེས་རེད་བ། ཨ་ནི་ཟོག་པོ་བརྡར་ཟེར་མཁན་ངས་དེ་འདྲས་ཡོང་བསྡད་ཀྱི་འདུག་བ་དེ་ཡི་དུས་ང་ཚོ་ཨ་མཆོག་ནང་ལ་ཡག་སྡུག་འཁོར་བ་ལ་དེ་ནས་སེམས་སྐྱིད་པ་ཡོང་གི་ཡོད་བ་འདི་ང་རང་ཚོ་ཉམས་མྱོང་གྱི་ཐོག་ནས་སྒྲུབ་ཐུབ་དགོས་རེད་དེ། ཐོས་པའི་ཆོས་རྣམས་ཤེས་གསུང་ཡས་འདི་རུ་བ། གོ་བ་ཡིན་པ་ཡིན་ན་ཨ་ནི། ཆོས་ཀྱི་གནས་ལ་གནས་སྟངས་དུ་ཚོ་ཤེས་འགྲོ་དགོས་རེད་ཟེར་ནས་ཆོས་ཀྱི་གནས་སྟངས་གཅིག་ཤེས་པ་ཡིན་པ་ཡིན་ན་སངས་རྒྱས་ཐོབ་བས་ཀྱི་རྒྱུ་གཅིག་འགྲུབ་པ་རེད་རེད་བ་སངས་རྒྱས་གསུང་ཡིན་དེ་ཆོས་ཐམས་ཅད་ཀྱི་སྟེང་དུ་གཅིག་སངས་རྒྱས་འོ་རེད་མ་གཏོགས་ང་ཨ་རིའི་ཆོས་ལ་སངས་རྒྱས་ཡིན་རྒྱ་གར་ཆོས་ལ་སངས་རྒྱས་ཡིན་མིན་དེ་འདྲ་ཡིན་ས་མ་རེད་སངས་རྒྱས་གསུང་ཡིན་ཆོས་ཐམས་ཅད་ཀྱི་གནས་ལུགས་དེ་ལ་སངས་གསུང་ཡིན་དེ་སྤངས་པའི་སྐད་ཆ་རེད། རུ་བ་སངས་སུ་ང་ཚོ་མཚམས་མཚམས་ལ་ཤར་བ་སྐྱེ་དོ་ནི་སངས་སིང་སྐྱིད་ལགས་ཡིན་རེད་ད་གལ་དུ་ཚོ་རྒྱབ་ཤོ་གསུངས་པ་རེད་ཤར་བ་སྐྱེ་ནའང་དེ་འདྲའི་ཇུས་ཡོད་རེད་ང་ཚོ་ཡང་སངས་ལྗང་ལ་ཡེ་དེ་འགྲོ་སྟངས་འདྲ་བོ་བགྲོད་པ་ཡིན་ས་རེད་འདི་ཡོད་དེ་ང་ཚོ་རྒྱའི་གསུང་ཡན་དེ་གངས་རེ་རེ་ལ་བལྟས་ནས་རྒྱ་བཟོ་གོ་རེད་མ་གཏོགས་སྒོ་མོ་གཅིག་མེད་པ་སྒོ་མོ་བརྒྱ་ཡོད་ཡང་ཡོད་མ་རེད་དེ་ཡོད་དེ་ཆོས་གཅིག། ཐོས་པ་ཙམ་གྱིས་ང་སངས་རྒྱས་ཀྱི་རྒྱུད་ཇི་ས་སོང་ཟེར་ནས་བསམ་བློ་བཏང་ཐུབ་པ་ཡིན་པ་ཡིན་ན་སེམས་ལ་སྤྲོ་སྣང་ཕལ་ལ་ཁྱད་པར་ཡོང་གི་ཡོད་ས་རེད་སྒོར་མོ་བརྒྱ་བསགས་ཀྱི་ཡོད་པ་ཡིན་ན་ཉི་མ་རེར་ལ་སྒོར་མོ་གཅིག་གཅིག་མ་གཏོགས་གླ་ཆ་མེད་པ་ཡིན་པ་ཡིན་ན་ཨ་ནི་ཉི་མ་བརྒྱ་ལ་སྒོར་མོ་བརྒྱ་ཆགས་ཀྱི་རོགས་ཐོབ་ས་རེད་སྒོར་མོ་བརྒྱ་ཡོང་གི་མ་རེད་བ་དེ་ན་ཞིག་ཉི་མ་གཅིག་ལ་ཚིག་གཅིག་ཤེས་པ་ཡིན་པ་ཡིན་ན་སངས་རྒྱས་ཀྱི་རྒྱུད་གཅིག་ཟ་དགོས་བ་རེད་དེ་ཡིན་ཙང་ཐོས་པའི་ཆོས་རྣམས་ཤེས་གསུངས་ཡས་འདིར་ཐོས་པའི་མྱ་ངན་འདས་པར་འགྱུར། ཐོབ་པར་འགྱུར་གསུང་ཡོད་དེ། ཐོས་པར་བྱེད་པ་ཡིན་པ་ཡིན་ན། བསམ་བློ་བཏང་ཐུབ་དགོས་རེད། བསམ་བློ་བཏང་ཐུབ་པ་ཡིན་པ་ཡིན་ན། སྒོམ་བརྒྱབ་ཐུབ་དགོས་རེད། སྒོམ་བརྒྱབ་ཐུབ་པ་ཡིན་པ་ཡིན་ན། སེམས་ཀྱི་གོམས་འདྲིས་ཡག་ཡག་ཡག་སླེབས་ཡོད་དེ། སེམས་ཀྱི་གནས་ལུགས་དེ་གནས་སྟངས་དེ་ཡག་ཡག་འགྲོ་གི་ཡོད་ས་རེད། དེ་ལ་བརྟེན་ནས། སྐྱེ་ས་དེ། འཁོར་བ་འཁོར་བའི་གནས་ཡིན་པ་ཡིན་ན་ཡང། ང་ཚོ་འཁོར་བ་ལ་འཁོར་མི་དགོས་པ། རུ་བ། དཔེར་ན་སྐྱ་མོ་རིན་པོ་ཆེ་སྐུ་འཁྲུངས་ས་དེ་འཛམ་བུ་གླིང་ཁོ་བོའི་གནས་ལ་འཁྲུངས་ཡོད་རེད་དེ་ཁོ་བ་ལ་ཁོ་རུ་མོ་བ་སྡུག་བསྔལ་མེད་པ་འོ་དེ་འདྲས་ཅིག་རེད་ཤག་ང་རང་སོགས་དེ་འདྲས་ཅིག་གནང་དགོས་འོས་པ་ཡིན་ན་ནི། སེམས་ཀྱི་གནས་སྟངས་དེ་ལ་ལྟོས་སོང་མ་ཚད་གཞི་མཐོ་པོ་ཡོན་ནི་ཉིན་རེ་ཉིན་རེ་ཡག་ཤོས་དེ་སེམས་དེ་པེའུ་འདྲ་བོ་ཡིན་ས་འདྲ་མིན་ལ་བསམ་བློ་འཁོར་དགོས་ཡོད་ས་རུ་བ། འདིའི་སྐབས་ལ་ངའི་སེམས་དེ་ག་རེ་དྲན་གྱི་འདུག། ཡ་ག་དེང་དྲན་གྱི་འདུག་སྡུག་ག་དྲན་གྱི་འདུག་ཡ་ག་དྲན་ན་དེ་ཡ་ག་གར་བྱས་ནས་དྲན་པ་ཡིན་ན་ཟེར་ནས་རྒྱུ་དེ་རྩད་གཅོད་བྱས་ན་ཡང་རྟེན་འབྲེལ་དེ་ལ་ཡང་བག་ཆགས་བཞག་ཡ་འདུག་བ་ཅིག་བསམ་བློ་འཁོར་གི་འདུག་ན་ད་ང་འདུག་བ་དེ་གར་བྱས་ནས་སླེ་ཡིན་ན་ཟེར་ནས་རེ་བ་དེའི་ཕྱི་ཡོན་དེ་འདུག་ག་གི་རྒྱུ་ལ་རྩད་གཅོད་བྱེད་དགོས་རེ་དེའི་རྗེས་གཉིས་ཀ་ལ་གོ་ཡག་འདུག་ཡི་སྐད་ཆ་ག་རེ་མེད་གར་ཟེར་ཡིན་མིན་ལ་མ་ལྟོས་པ་རྒྱུ་བཟང་ངན་ལ་བལྟས་ནས་ང་རང་ཚོ་རྟེན་འབྲེལ་གྱི་བསམ་བློ་འཁོར་རེ་ལ་ཕན་ཡོད་དགོས་འདུག་བ་གཙོ་བོ་དེ་ང་རང་ཚོ་ཆོས་ཐོས་དེ་བསམ་བློ་གཏོད། ཆོས་གང་མང་མང་ཐོས་ཐུབ་པ་ཡིན་པ་ཡིན་ན་ཨ་ནི་ང་རང་ཚོ་བསམ་བློ་བརྗེ་ལ་འདི་ཡོང་གི་ཡོད་ས་རེད། མཚམས་མཚམས་ལ་ང་ཚོ་ང་སྒོམ་རྒྱག་གི་ཡིན་ཟེར་ནས་ལབ་གི་རེད། ར་བ་སྒོམ་རྒྱག་ཡ་ལ་སྒོམ་རྒྱག་ཡ་གི་ལྕགས་ལ་ཅིག་སྒུག་གོ་ར་ཚོང་ཅིག་རྒྱག་གི་འོ་དུ་ན་ཁང་པ་སྟོང་པ་ན་ལ་ཚོང་རྒྱག་ཡ་ཁས་ཡོད་མ་རེད་བ། ད་ལྟ་གྲུབ་ཐོབ་ལ་ཅིག་གིས་ཅིག་གསུངས་ཡོད་རེད་ར་བ། ཁར་ས། ཐོས་པ་མེད་པའི་སྒོམ་པ་དག་གསུང་རོགས། ཐོས་པ་ཁྱོད་ནི་མེད་པ་འདི་ལ་སྒོམ་རྒྱག་གི་ཡིན་ལ་ན་ཨཱ་ལགས་དུམ་བྲག་ལ་རྩེ་བ་ན་ལག་པ་དུམ་དུམ་བྲག་ལ་འཛག་ཐུ་ཡ་ཡོད་མ་རོ་བ་འདི་གར་རྩེ་ན་ཐོས་ཁྱོད་ནི་མ་ཐོས་པ་བྱས་སྒོམ་རྒྱག་གི་ཡིན་ལ་ན་འདི་ཡོང་གི་མ་རེད་དཔེ་འདི་འདྲས་ཞིག་སྦྱར་འདུག་དོ་རོ་བ། ཨཱ་ནི་སྒོམ་པ་མེད་པའི་ཐོས་པ་དག་གསུང་ཡིན་འདི་རོ་བ། རོ། ཨ་ནི་ཐོས། ཨ་ནི་སྒོམ་ཁྱོད་ནི་མ་རྒྱས་པ་ཡིན་པ་ཡིན་ན་འདི་གར་ཟེར་ན་ཕྱུག་པོ་སེར་སྣས་བཅིངས་པ་འདྲ་གསུང་གི་འདུག་མི་ཕྱུག་པོ་བཞི་བོ་ཆེ་ཨ་ན་གའི་ཏང་ཡན་ལ་སེར་སྣ་བྱེད་བསྡད་པ་ན་བཞིན་ཁོ་བཞི་བོ་ཐོས་དེ་ཡོད་རེད་དེ་གར་ཟ་འདི་གར་ཟ་འདི་ཡོད་རེད་དེ་ཨ་ནི་ཁོ་རང་ཡང་འདི་གར་ཟ་ཐོས་པ་མེད་པ་བཟོ་རོ་ཨོ་འདི་འདྲས་ཅིག་དཔེ་སྦྱར་དུ་འདི་ཡོད་དེ་ཐོས་པ་བྱེད་ཐུབ་པ་ཡིན་པ་ཡིན་ན་ཨ་ནི་ང་ཚོ་ག་ལེ་ག་ལེ་ག་ལེ་མི་ཤེས་པ་རེ་རེ་རེ་རེ་སྤང་ཐུབ་ཨ་ནི་ག་ལ་ག་འཚམ་ནས་ཁོ་མི་ཤེས་པ་ཚང་མ་སྤང། སྤང་ཐུབ་དུས་སེམས་ཀྱི་གནས་སྟངས་དེ་ཧ་གོ། དེ་ལ་དེ་ནས་ང་རང་ཚོ་གཏི་མུག་ལ་ངན་དེ་མེད་པ་བཟོས་ཐུབ་ཀྱི་རེད་ས་རེད་འོ་དེ་འདྲས་ཞུ་ཡ་ཡིན། ད་འདི་མ་གཏོགས་ང་མི་ཟེར། ལགས་སོ་རྡོ་ཆེན་ན་དགེ་བཤེས་ལགས་དགའ་ལན་ཞེ་དྲག་ཡག་པོ་བྱུང་ནས་ད་འདི་ལྟའི་སྐོང་དངོས་ལ་བཀའ་འདྲི་གནང་ཡས་ཞིག་འདུག་དེ་གནང་རོགས། དགེ་བཤེས་ལགས་བཀའ་འདྲི་ཞུ་ཆོག་དེ་ང་རོ་གསལ་དུ་འགྲོ་ཡ་རེད་ཅིག་དོན་དག་ཡིན། དགེ་བཤེས་ལགས་ད་འདི་དེ་འདྲ་མ་གསུངས་པའི་སྐབས་ལ་ཡ། དམ་དུ་ལམ་གཟུ་རྣམ་གསུམ་གྱི་ཚིགས་བཅད་ཤོ་ལོ་ཀ་ཞེས་ལུང་དྲངས་བྱས་བཀའ་རྣམ་པར་བ། ད་དེའི་ནང་ལ་ཡ། རྗེ་རིམ་བྱོན་གྱིས་ཐོག་མར་ལམ་གཟུ་མཛད་པའི་སྐབས་ལ་ཡ། ནི་གནས་ལུགས་རྟོགས་པའི་ཤེས་རབ་མི་ལྡན་ན་ངེས་འབྱུང་བྱང་ཆུབ་སེམས་ལ་གོམས་བྱས་ཀྱང་སྲིད་པའི་རྩ་བ་གཅོད་པར་མི་ནུས་པས་དེ་ཕྱིར་རྟེན་འབྲེལ་རྟོགས་པའི་ཐབས་ལ་འབད་གསུངས་ཡོད་པ། ད་དེ་ཕྱིར་སྟོང་ཉིད་རྟོགས་པའི་ཐབས་ལ་འབད་ཞེས་མ་གསུངས་ཡ་དེ་སྐབས་དེ་དུས་གཙོ་བོ་དེའི

མ། ཆོས་འཁོར་བསྐོར་གནང་བའི་སྐབས་ལ། ཆོས་འཁོར་རིམ་པ་གསུམ་བསྐོར་རོལ་བ། ཆོས་འཁོར་རིམ་པ་གསུམ་དེ་ཡང་འདུས་བྱས་ཀྱི་བསམ་བློ་ལ་དཔག་ནས་ཕ་རོལ་པོ་ལ་ག་རེ་ངེས་འདོད་ཡོད་པ་ག་རེ་ཤེས་འདོད་ཡོད་པའོ་དེ་འདྲའི་རིགས་བརྒྱུད་རིམ་ལ་བརྟེན་ནས་ང་རང་ཚོ། གྲུབ་མཐའ་སྨྲ་བ་བཞི་བྱེ་བྲག་སྨྲ་བ་མདོ་སྡེ་པ་སེམས་བཙོན་པ་དབུ་མ་པ་ཡི་གྲུབ་མཐའ་ཡོང་སྟངས་འདི་རིམ་པས་འདི་འདྲ་ཞིག་ཡིན་ས་རེད་དེ་ཡོད་དུས་ཨ་ནི། བྱེ་བྲག་སྨྲ་བ་དེ་ལ་བྱེ་བྲག་སྨྲ་བ་ཁོ་རང་ཚོ་ཡེ་ད་བདག་མེད་པ་ལ་ཡེ་ད་སྟོང་པ་ཉིད། སྐབས་དེ་ཚིག་ཐག་བོད་ཆས་བེད་སྤྱོད་བཏང་གི་མ་རེད། བདག་མེད་པ་ལ་ངེས་འདི་ཁོ་རང་ཚོས་ཅིག་ཁས་ལེན་བྱེད་གནང་དགོས་བ་རེད། འདི་བྱེ་བྲག་མང་བོ་ཡི་བདག་མེད་པ་འདོད་སྟངས་འདི་རེད། དེ་ནི་མདོ་སྡེ་བོད་ཀྱི་འདི་ལས་ཏིས་བྲག་ག་རུ་བ། བདག་མེད་གཅིག་པ་ཡིན་པ་ཡིན་ན་ཡང་མིང་བརྡ་གཅིག་པ་རེད་འདི་ཡང་བསམ་བློ་བཏང་སྟངས་མ་འདྲ་བ་མདོ་སྡེ་བོད་ཀྱི་བདག་མེད་པ་འདོད་སྟངས་སྟོང་བ་འདོད་སྟངས་གཅིག་བྱེད་ད་འདི་ལས། རིམ་པ་གསུམ་པ་འདི་ད་སེམས་ཙམ་པ་ཞིག་ལས་དགོས་བ་རེད་སེམས་ཙམ་པ་ཡིན་ཡང་སྟོང་པ་གཉིས་ལ་ངེས་ཏེ་ཐ་ངེས་ཀྱི་བེད་སྤྱོད་གནང་དགོས་བ་རེད་རེད་བ། ད་ང་ཚོ་ཐེག་པ་འབད་པ་འདི་ལ་བྱེ་བྲག་སྨྲ་བ་དང་མདོ་སྡེ་པ་ཡི་སྟོང་པ་བདག་མེད་པ་ཡི་འདི་ལ་ཡང་ཕྲ་བ་དང་རགས་པ་གཉིས་ཡོད་བ་ཆེ། ཐེག་པ་ཆེན་པོ་འདི་ལ་སེམས་ཙམ་པ་དང་དབུ་མ་པ་གཉིས་ལས་དགོས་བ་རེད། ཐེག་པ་ཆེན་པོ་གཅིག་པ་ཡིན་པ་ཡིན་ན་ཡང། གྲུབ་མཐའ་གྱི་ཐོག་ནས་ཡང་སྟོང་པ་ཉིད་ཀྱི་མིང་གཅིག་པ་ཡིན་པ་ཡིན་ན་ཡང་སྟོང་པ་ཉིད་འདོད་སྟངས་མ་འདྲ་བ་ཞིག་སླེབས་ཡོད་རེད། ཆོས་ཐམས་ཅད་གར་ཟག་གཞན་དབང་ཡོངས་གྲུབ་བདེན་པ་འགྲུབ་ཀུན་བརྟགས་བདེན་པ་མེད་གསུང་ཡན་འདི་བྱེད། ད་འདི་ལས་འགངས་མ་ཆེ་བ་ཡིན་པ་ཡིན་ན་ད་དབུ་མ་པ་རེད། དབུ་མ་པ་དེ་རེ་ལ་ཡང་གཉིས་དབྱེ་བ་བྱས་དབུ་མ་རང་རྒྱུད་པ་དང་དབུ་མ་ཐལ་འགྱུར་པ་གཉིས་དབྱེ་བ་བྱས་ཡོད་རེད། ད་དབུ་མ་པ་གཅིག་པ་རེད་འདི་དབུ་མ་རང་རྒྱུད་པ་ཡིན་ཡང་སྟོང་པ་ཉིད་ཀྱི་གནས་སྟངས་ཀྱི་གཅིག་གསུང་དགོས་བ་རེད་སྟོང་པ་ཉིད་ཡིན་པ་གཅིག་མཚུངས་མིང་གཅིག་པ་རེད་འདི་སྟོང་པ་ཉིད་ལ་ངེས་འདི་ཀླུ་ཡི་རྟགས་ཙམ་ཁར་ཟ་ཀླུ་སྣོད་མེད་ལ་རྣ་བའི་དབུང་གི་ཞག་ཙམ་མ་ཡིན་པ་གཅིག། གཉིས་ཚུལ་ཉོན་ནི་དཔེར་ན་འདི་སྦོ་རྡོལ་དེ་ཡིན་པ་ཡིན་ན་འདི་སྦོ་རྡོལ་རེད་ཟེར་ནས་ཀླུ་ཡི་ཕ་ཞག་པ་ཙམ་གྱིས་འདི་སྦོ་རྡོལ་སྒྲུབ་ཁུལ་མ་རེད་གསུང་ཡས་རེད། རེད་བ། ད་འདི་གང་ལ་ག་རེ་བསྣོན་ཕེབས་རྒྱག་འོར་ཟེར་ན། ཁོ་བོ་རྡོལ་ཡིན་པ་སྒྲུབ་དགོས་རེད་མ་གཏོགས། ཡུལ་གྱི་དངོས་ནས་མ་སྒྲུབ་ན། ནི་ཁོ་བོ་རྡོལ་ཆགས་ཀྱི་མ་རེད་ཟེར་ནས་གཉིས་ཚོགས་ཀྱི་བསམ་བློ་བཏང་པ་རེད། དབུ་མ་རང་རྒྱུད་པ་ཡི། ད་དེ་ལས་འགངས་མ་འདི་ལ་མཐར་ཐུག་ན་སྐྱབས་འགྲོ་མི་བྱེད་ཀྱི་ཐལ་འགྱུར་བའི་ལྟ་བ་ལ་ཐུག་འོ་རེད་གསུང་ཡས་དེ་ཐལ་འགྱུར་བའི་ལྟ་དབུ་མ་པ་ཡིན་པ་གཅིག་པ་རེད་དེ་དབུ་མ་རང་རྒྱུད་པ་འདི་གིས་གང་འདོད་པའི་སྟོང་པ་ཉིད་དེ་དབུ་མ་ཐལ་འགྱུར་བའི་མ་བཀག་ནས། ཁྱེད་རང། རྟོག་པས་བཏགས་ཚར་བའི་རྗེས་ལ་ཁོ་བཀྲ་ཤིས་རེད་ཟེར་ནས་ལབ་ཡོང་དེ། ཡུལ་གྱི་དངོས་ནས་བཀྲ་ཤིས་ལ་ཡང་གྲུབ་གོ་མ་རེད་ཟེར་ནས། དབུ་མ་རང་རྒྱུད་པས། གྲུབ་གོ་རེད་ཡུལ་གྱི་དངོས་ནས་ཕ་ཆོས་འདི་ལ་བཀྲ་ཤིས་མེད་ན་ཁྱོད་བཀྲ་ཤིས་ཟེར་ནས་མིང་བཏགས་ས་ར་གི་མ་ར་བ་ཟེར་ནས། ཐལ་འགྱུར་བས་འདི་ལ་བ་བཀག་ནས། བཀྲ་ཤིས་ལབ་ཚར་རེད་ཁྱོད་ཡང་ཁྱོད་ཕ་ཡི་སྒང་ནས་ཁྱར་བཀྲ་ཤིས་གྲུབ་གོ་ཡོད་མ་རེད་ཟེར་ནས། ཡུལ་གྱི་དངོས་ནས་གྲུབ་གོ་མ་རེད་ཟེར་ནས་བ་བཀག་པ་ར་བ། འོ་འདི་ཚོད་ཀྱི་ཐོག་ནས་སྟོང་པ་ཉིད་ཕྲ་རགས་འདོད་སྟངས་དེ་འདི་འདྲ་ཡིན་ཟེར། འདི་ཐུག་ས་དེ་ཡང་ད་བཀྲ་ཤིས་རེད་ནས་ཏག་ཙམ་ཁོ་རང་ཨ་ནི་རྟེན་འབྲེལ་རེད་ཟེར་ནས། བཀྲ་ཤིས་ལ་ཉེ་རྟག་ཙམ་དེ་རྟེན་འབྲེལ་ཡིན་ད་འདི་བཀྲ་ཤིས་ལབ་ཉེས་ཀྱི་བརྡ་སྦྱར་མཁན་གྱི་མཁན་པོ་འདི་ལ་བལྟས་བསྡད་པ། དཔེར་ན་ངའི་མིང་ད་ད་ངོ་མ་དེ་བློ་བཟང་རྒྱལ་མཚན་ཞུ་གི་རེད་རེད་བ། ད་ད་ད་ང་རང་བཀྲ་ཤིས་ཞུ་ཡས་དེ་ཞིང་བཤེར་དམ་པ་དང་སྐྱབས་རྗེ་སེང་སྒྲ་རིན་པོ་ཆེ་ཀྱིས་ད་ལྟ་ཁོག་མིན་གནང་རྒྱུ་རེད་བཤད། ངས་ཨ་མ་ཁོག་པ་ནང་ལ་མ་སྐྱེས་པ་དང་བཀྲ་ཤིས་ཟེར་ནས་སྐད་བཏང་པ་ཡིན་ཟེར་བ་ད་ཨ་ད་ལག་གི་མ་རེད་དེ་ད་རིན་པོ་ཆེ་ཀྱིས་གནང་པ་ཡིན་ཟེར་འོ་འདི་ཟོ་རན་ད་ད་སུ་སྐད་དང་བཀྲ་ཤིས་ལབ་ཡོད་འདི་ལམ་སང་མང་ཆེ་བ་དེ་དགེ་བཤེས་བཀྲ་ཤིས་ལབ་པ་ཡིན་པ་ཡིན་ན་ད་འདི་ནང་ལ་དགེ་བཤེས་བཀྲ་ཤིས་ལ་ངེས་དེ་ཡོད་ན་མེད་ན་ལམ་སང་ང་ད་ག་འགྲོ་དགོས་རེད་བ་འདི་དང་པོ་ད་ཅར་ངས་བཀྲ་ཤིས་རེད་ལ་ངས་ད་ཅར་ངས་མཁན་པོ་འདི་ལ་བསྟན་འདོད་པ་ཡིན་ཙང། བཀྲ་ཤིས་ལ་ཉེ་འདི་རྟོགས་པའི་རྟག་པ་དག་རང་ག་བཀྲ་ཤིས་གོ་ཡོད་མགོ་རེད་མ་འདུག་བཀྲ་ཤིས་འདུག་མི་འདུག་གར་རྩ་ཉེས་ཅན་རྣམས་ལ་ཉེས་འདོད་རྐུབ་བཀྱག་གང་ལ་འདུག་འདོད་རྩེ་གཅིག་ཆོལ་ཁ་འགྲོ་དགོས་མ་རེད་ཟེར་ནི་ཐེངས་རྒྱུར་བོད་ཡིག་རང་རྒྱུད་པ་ཁྱེད་རང་འདོད་རྒྱུ་དང་པོ་འདི་འདི་གོ་ཡ་ཡོད་མ་རེད་ཟེར་ནི་རེད་བ། འོ་དེ་འདྲས་གསུངས་ད་འདི་ཐ་མ་བབས་སྟངས་འདི་ཨ་ནི། དེའི་ཕྱིར་རྟེན་འབྲེལ་ལ་ངེས་འདི་རྟོགས་པའི་རྟགས་ཙམ་ཁོ་རང་ལ་བ་སྦྱར་ན་ཨ་ནི་སྟོང་པ་ཉིད་ཀྱི་གནས་ལུགས་སྟོང་པ་ཉིད་ཀྱི་དོན་དག་ཚང་མ་གོ་ཐུབ་ཀྱི་ཡོད་པ་ཡིན་ཙང་ཨ་ནི་བདག་མེད་པ་དང་སྟོང་པ་ཉིད་ལབ་པ་ཡིན་པ་ཡིན་ན་ཨ་ནི་སེམས་ཙམ་པ་ཀྱིས་སྟོང་པ་ཉིད་ལ་གོ་ཡའི་ཉེན་ཁ་དེ་ནི་དབུ་མ་རང་རྒྱུད་བོད་ཀྱི་འདོད་བོད་ཀྱི་སྟོང་པ་ཉིད་ལ་གོ་ཡའི་གི་དག་ཉེན་ཁ་ཡོང་གི་ཡོད་པ་ཡིན་ཙང་མཐར་གཏུགས་ན། རྟེན་འབྲེལ་གྱི་རྣམ་བཞག་ལ་ཐུག་པའི་ཡུལ་བ་དེ་ཧ་གོ་བ་ཀྱི་ཆེད་དུ་རྗེ་རིན་པོ་ཆེའི་དོན་དང་དེའི་ཕྱིར་སྲིད་པའི་རྩ་བ་མེད་པར་བཟོ་ཡ་ལ་རྟེན་འབྲེལ་གསུང་ཡས་དེ་རྟེན་འབྲེལ་ཕྲ་མོ་དེ་ལ་སྦྱར་དགོས་ཡས་དེ་འདི་འདྲི་བཞིན་ཡིན་ས་རེད་རྟེན་འབྲེལ་དེ་ལ་ཡང་ད་ད་ད་བྱེ་བྲག་མང་བོའི་འདུལ་རྒྱུད་མེད་ན་ཧ་གོ་མ་གསུང་མདོ་སྡེ་བ་ཡི་རྟེན་འབྲེལ་ཟེར་ནི་ད་ད་ཕལ་ཆེར་ཕལ་ཆེར་འདུལ་རྒྱུ་ཡོད་ས་རེད་ད་སེམས་ཙམ་པ་དང་དབུ་མ་རང་རྒྱུད་པ་དུ་ཚོ་ཡི་རྟེན་འབྲེལ་གྱི་རྣམ་བཞག་ཁས་ལེན་གྱི་རེད་དེ་ད་ད། དབུ་མ་མཐུན་འགྱུར་བ་རང་གི་འདོད་དཔེ་གི་རྟེན་འབྲེལ་དེ་བ་དེ་ཁས་ལེན་ཐུག་གོ་མ་རེད། དེ་ཡིན་དེ་མཐར་ཐུག་ན་རྟེན་འབྲེལ་གསུང་བཞག་པ་ཡིན་པ་ཡིན་ན་གྲུབ་མཐའ་འོག་མ་ཡི་ཁས་ལེན་མ་ཐུབ་པའི་རྟེན་འབྲེལ་དེ་གོ་ཨེ་དང་ཨ་ནི་རྟོགས་པའི་ལྟ་ཚུལ་ངི་རྟེན་འབྲེལ་དེ་ལ་བརྟེན་ནས་ང་ཚོ་གཏི་མུག་བདེན་འཛིན་མེད་པ་བཟོད་ཐུབ་གི་གི་ད་གསལ་བོ་ཧ་གོ་ཨེ་དོན་དག་ལ་རྗེ་རིན་པོ་ཆེ་གི་ཐེག་ཆེར་རྟེན་འབྲེལ་རྟོགས་པའི་མཐའ་ལོག་པའི་གསུང་ཡན་དེ་བོ་དེ་འདྲ་ཞིག་མེད་འགྲོ་མ་རེད་ལ།